དང། ཞི་མ་ཞི་གདུང་གི་འདབ་མ་དེ་ནི་ཕྱག་མཐིལ་དེ་གི་བྱུང་རིམ་དུ་བཞེད་པ། འདི་དཔེ་གནད་འགའ་ཆེན་པོ་དང་པོ་དུ་ར་དེ་གང་འདྲའི་རེ་ཞེས་ཞུ་བ་ན་ས་སྐྱ་གོང་མ་རྣམ་ངེས་ཀྱི་དེར་དཀར་པོ་རྣམ་གསུམ་དང་དམར་པོ་རྣམ་གཉིས་པ་དཀར་པོ་རྣམ་གསུམ་གྱི་ཡ་གྱལ་ས་སྤྱན་སྐུ་ཕོ་སྙིང་པོ་ཁོང་གི་བླ་མ་རི་ལོ་ཙཱ་བས་གི་ཕོ་ས་སྤྱན་སྐུ་ཕོ་སྙིང་པོ་ལོ་བཅུ་གཉིས་དགུང་ལོ་བཅུ་གཉིས་ཕེབས་པའི་སྐབས་ལ་ཡང་ཁྱེད་རང་ཕ་ཆོས་སྲས་ཀྱི་སྐུ་རེད་ཁྱེད་རང་ངེས་པར་དུ་སློབ་སྦྱོང་བྱེད་དགོས་རེད་སྙམ་དུ་མི་ཕྱེད་པའི་གཟུངས་བསྒྲུབ་དགོས་རེད། འབྲས་དཀར་ཕས་ཁུ་དུ་ར་ཨེ་ཁོ་རང་གིས་ཟླ་བ་བཅུ་རིང་སྒོམ་སྒྲུབ་བརྒྱུད་ནས་འཕགས་པ་འཇམ་པའི་ཡང་དངོས་སུ་ཞལ་གཟིགས་ཀྱི་དུ་ར་ཞལ་གཟིགས་ནས་ཨེ་ཁོ་རང་ལ་ཞེན་པ་ཞི་དྲག་གིས་གདམས་ངག་ཞོར་ར་དེ་བསྩལ་གནང་གི་དུ་ར་ཨེ་ཞེན་པ་ཞི་དྲག་གིས་གདམས་ངག་དེ་ག་རེ་ཞུ་ན། ཚེ་འདི་ལ་ཞེན་ན་མཆོད་པ་མིན་འཁོར་བ་ལ་ཞེན་ན་ངེས་འབྱུང་མིན་རང་དོན་ལ་ཞེན་ན་བྱང་སེམས་མིན་འཛིན་པ་བྱུང་ན་ལྟ་བ་མིན་ནམ་འདི་བྱ་དེ་ཡོད་དུ་ར།

ད་ག་ནས་ཞིག་སོ་སོས་འཆི་བ་ངེས་པ་ཞིག་ཡིན་པ་ཞིག་ལ་ག་དུས་འཆི་མ་ཞིག་ཧ་མ་གོ་ངེས་ཨེ་འཆི་བའི་གནས་སྐབས་འདི་ལ་སོ་སོ་ལ་ཕན་པའི་ཁོ་ན་གྱི་ཀ་རའི་ཆོས་ཡིན་པ་ཞིག་འདི་རྣམས་རོལ་གྱི་ཡོད་ད་གལ་ཆེན་པོ་གསུངས་ན་ཞེ་དྲག་གཙོ་བོ་གཙོ་བོ་དེ་འདི་རྣམས་རོལ་གྱི་དལ་བ་བརྒྱ་དང་བཅུ་བ་བཅུ་ཡོད་ཀྱི་མི་ལུས་རིན་ཆེན་དེ་སོ་སོ་ཡི་ད་གལ་ཆེན་པོ་ཡིན་པ་རྙེད་དཀའ་བ་ཡིན་པ་རྩ་ཆེན་པོ་ཡིན་པའི་བོད་ཆོས་ཡག་པོ་དང་ཡེ་ཤུ་ལ་དཔེ་གལ་ཆེན་པོ་གསུངས་ན་ཞེ་དྲག་འདི་ལ་ཐབས་ལམ་འདྲ་མིན་གྱི་ཐོག་ནས་རྒྱུའི་སྒོ་ནས་ངོ་བོའི་སྒོ་ནས་དཔེ་ཡི་སྒོ་ནས་གྲངས་ཀྱི་སྒོ་ནས་རྣམ་པ་འདྲ་མིན་གྱི་སྒོ་ནས་ད་སོ་སོ་གྱི་མི་ལུས་རིན་ཆེན་རྩ་ཆེན་པོ་དེ་ད། བོད་ཆོས་ཡག་པོ་ཞིག་བཏང་ཡ་ཆོས་དང་ཆོས་ལ་ཐོས་བསམ་རྒྱ་ཆེར་བྱས་ཆོས་དཔེ་ཡི་གནད་ཀ་ཞིག་ལ་གསུངས་ན་ཞེ་དྲག་ཡང་ལས་ཀྱང་ཆོས་ལ་སོ་སོས་ཀྱི་གོ་བ་ལེན་པའི་ཐོག་ནས་བསམ་བློ་སྦྱང་བའི་ཐོག་ནས་གང་ཐུབ་ཐུབ་ཀྱི་ལག་ལེན་འགེལ་ཆོག་ན་དཔེ་ཡི་གནད་ཀ་ཆེན་པོ་ཆགས་བསྡད་ཀྱི་འདུག་ར་འདིའི་ཚེ་འདི་ལ་ཞེན་ན་ཆོས་པ་མིན་ཚེ་འདི་ལ་ཞེན་པ་ཆོས་པ་མིན་ད་མངོན་མཐོ་གྲུབ་པའི་ཚེ་ཕྱི་མ་སོ་སོས་ཀྱི་ད་སོ་སོས་ལྷ་དང་མིའི་གོ་འཕང་ཐོབ་པའི་ཆོས་ར་མངོན་མཐོ་མངོན་མཐོ་གི་རྒྱུ་གཙོ་བོ་དེ་ག་ནས་མི་དགེ་བཅུ་སྤོང་པའི་ཚུལ་ཁྲིམས་ཀྱི་ཉམས་སུ་ལེན་ཆགས་བསྡད་ཀྱི་ཡོད་རེད་གཉིས་པ་དེ་ག་ན་འཁོར་བ་ལ་ཞེན་ན་ངེས་བྱུང་ནས། འཁོར་ལ་ཞེན་ནས་ངེས་འབྱུང་མེད་ན་འཁོར་བ་ལ་གནས་པ་ལས་ང་ཚོས་ལས་དང་ཉོན་མོངས་པའི་གཞན་དབང་ཅན་དུ་གྱུར་ནས་ང་ཚོས་ད་འཁོར་བ་རྣམས་ཡང་ངན་པའི་འཁོར་ཀུན་དང་དེ་ལ་འཁོར་བ་ལ་བ་ལ་ངེས་འབྱུང་ལ་འདུག་ད་ང་ཚོའི་འཁོར་བ་དེ་སྡུག་བསྔལ་གྱི་རྒྱ་མཚོ་ཡིན་པ་ཁོ་བ་ཅི་ཞེ་དྲག་བསམ་བློ་ག་བ་ཞིག་བཏང་བ་ཡིན་ནས་བདེ་འགྲོ་དང་ངན་འགྲོ་ག་བ་འདྲ་ཞིག་བཏང་བ་ཡིན་འདོད་ཁམས་སོགས་ག་འདྲའི་རོ་ཞིག་བཏང་ཡིན་ཚང་མ་སྡུག་བསྔལ་གྱི་རང་བཞིན་རེད་ས་དེ་ནས་ང་གཏན་དུ་བྲོས་དགོས་འདུག་ད་གཏན་དུ་མ་བྲོས་ན་ཡོང་ས་མ་རེད་འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་གནས་དེ་ན་ཡོང་ས་མ་རེད་ད་འཁོར་བ་འདི་ཐར་དགོས་འདུག་སྡུག་བསྔལ་གྱི་རྒྱ་མཚོ་ཐར་དགོས་འདུག་བསམ་མེད་ཀྱི་བསམ་བློ་སེམས་ཐག་ཆོད་པོ་བཅོས་སེམས་ཐག་ཆོད་པོ་བྱས་ན།

ཏང་ཡོན་མང་པོ་ཞིག་བྱུང་དེའི་བར་དུ་བསམ་བློ་ལ་རང་གཅེས་འཛིན་གྱི་བྱེད་ནུས་འབྱུང་དགོས་རེད་བྱས་ཙང་གཞན་གཅེས་འཛིན་བྱེད་དགོས་ཀྱི་གལ་ཆེན་པོ་གསུངས་གནང་ཡོད་ལ། ད་གཞན་གཅེས་འཛིན་གྱི་མཐར་ཐུག་ན་ང་ཚོ་བྱང་ཆུབ་སེམས་ནས་སེམས་ཅན་ཐམས་ཅད་ཀྱི་དོན་དུ་རང་སངས་རྒྱས་ཀྱི་དབང་ཐོབ་པ་ཐོབ་པར་བྱེད་ཀྱི་ཡིན་ཟེར་ན་སངས་རྒྱས་དབང་ཐོབ་པར་བྱེད་མཁན་སྨོན་ལམ་རྒྱབ་རེད་ད་དང་པོ་སོ་སོ་ཆུང་ས་ནས་སྨོན་ལམ་རྒྱབ་སོ་སོ་གྱིས་བྱེད་ཀྱི་ཡིན་བསམ་བློ་ཀུན་སློང་བྱོས་དང་མཉམ་དུ་ལྟ་ཉན་ཐོ་ཐུབ་པར་བྱེད་ཀྱི་ཡིན་བསམ་ནས་སེམས་ཤུགས་དྲག་པོ་སྐྱེས་ཏེ་དཔེ་དེ་འགའ་ཆེན་པོ་ཆགས་ཀྱི་འདུག་ལ་ཡང་བྱང་ཆུབ་སེམས་ལགས་ཀྱི་ད་གདམས་པ་གཙོ་བོ་གཉིས་འདུག་ལ་གདམས་པའི་གཙོ་བོ་གཉིས་ནས་དང་པོ་དེ་ག་རེ་ན་རྒྱུ་འབྲས་མན་ངག་འདོད་ན་བྱང་ཆུབ་སེམས་ཀྱི་གདམས་པ།

བོད་ལ་ཆོས་ཉིད་ལྡན་གྱི་བྱམས་ཆོས་སྲིད་ཀྱི་གདམས་པ་དེ་ཡིས་ང་ཚོ་ལ་ཡོངས་བདེ་བ་ཞིག་ཆགས་ཏེ་ཡོད་དོ་ར་ཏི་པའི་གནད་འགག་ཆེན་པོ་ཞིག་ཆགས་ཡོད་སོ་སོའི་རིགས་བློ་སྦྱང་ཡས་ཆོས་ར་མཐའ་མ་དེ་དག་ནི་འཛིན་པར་བྱུང་ན་ལྟ་བ་མིན་འཛིན་པ་དེ་ནི་ང་ཚོ་ལྟ་བུའི་བདག་འཛིན་མ་རིག་པ་ང་ཚོ་བློ་འཁྲུལ་བ་བློ་མྱུར་བ་ཆོས་ར་གང་སྣང་བ་ལྟར་ང་ཚོའི་གི་བདེན་པར་འཛིན་པར་བྱེད་ཡས་ཆོས་ར་དེ་ནི་ང་ཚོ་གི་སྦྲང་དཔེར་མཐོང་བར་དཀའ་བོ་ནག་པོ་ཡག་པོ་སྡུག་ཅག་གཙང་མ་ཚོ་བོ་ད་ང་ཚོ་གི་སྦྲང་མི་སྣ་ཚོ་ཞིག་མཐོང་འདུས་པ་ལ་ཡུལ་ཅན་གྱི་ཡུལ་ལ་འཇུག་པའི་སྐབས་ལ། ད་དུས་ཚོད་གང་ཙམ་ང་ཚོས་མཐོང་བ་ནང་བཞིན་མཐོང་བ་ལྟར་དུ་བདེན་པ་གྲུབ་པ་ཞིག་མི་འདུག་རང་བཞིན་གྱིས་རང་དབང་གི་ཕ་ཆོས་ནི་དངོས་ནས་རང་དབང་གིས་གྲུབ་པ་མི་འདུག་ཚང་མ་སེམས་ཀྱི་རང་བཞིན་རེད་ས་སེམས་ཀྱིས་ཅིག་བཟོས་བ་ཞག་མེད་དུ་ཕྱི་ལོག་ན་སྣང་ཚུལ་ལ་མི་འདུག་ས་ཚང་མ་ང་སེམས་ཀྱིས་བཟོས་པ་འདུག་སེམས་ཁོ་ན་ནི་ང་ཚོས་ཅེས་བ་འདི་སེམས་ཁོ་ན་གི་རང་བཞིན་གྱིས་གྲུབ་མི་འདུག་བདེན་པ་གྲུབ་པའི་སྟོང་བ་རེད་ས།

ཇི་སྲིད་ཕུང་པོ་འཛིན་ཡོད་པ་དེ་སྲིད་དེ་ལ་ངར་འཛིན་ཡོད། ངར་འཛིན་ཡོད་ན། ཡང་ལས་དེ། དེ་ལ་ཡང་ལས་སྐྱེ་བ་ཡིན། ད་ང་ཚོ་ཕུང་པོ་འདི་སྐྱེ་བ་གླེང་བ་དེ་ཟག་བཅས་ཉེ་གླིང་གི་ཕུང་པོ་ར། ད་ཉོན་མོངས་པའི་ཕུང་པོ་ར་དེ་གླེང་བ་ཙམ་གྱི་རང་བཞིན་གྱི་ང། ང་རང་ལ་བསམ་བློ་ཞིག་སྒྲིག་རེས། ང། ད་ང་ལ་ག་རེ་དགོས་དང་ང་དང་ངའི། བསམ་བློ་ཤུགས་ཆེན་པོ་ཞིག་སྒྲིག་རེས་ད་ངར་འཛིན་གྱི་ལས་ཞིག་བསགས་ཀྱི་རེས། ལས་དཀའ་ཀྱང་ལས་དཀའ་ན་མང་པོ་བསོད་ར། ལས་དཀའ་ན་འདི་ཚོ་སྐྱོན་ནི་ང་ཚོ་ག་རེ་ཁོག་ལ་ཡང་ལ་ཡང་ནས་འཁོར་དགོས་རེས་ད། ཡང་ཡང་གི་སྡུག་བསྔལ་རྒྱ་མཚོ་ན་བྱིང་ག་རེ་ཆེ་ས་མ་ཚུགས་ཀྱི་བདག་མེད་དོ་ཨའི་ཆོས་ལ་བདག་མེད་པའི་ལྟ་བ་སློབ་སྦྱོང་བྱོས་སྟོང་པ་ཉིད་ལ་སློབ་སྦྱོང་བྱེད་པ་དཔེ་གལ་ཆེན་པོ་རང་ཡིན་གལ་སྲིད་ཁྱེད་རྣམ་པ་ཚོས་བདག་མེད་པའི་ལྟ་བ་ཨིན་ཇི་དང་སློབ་སྦྱོང་བྱེད་ཉེར་འཁྲོལ་བ་ཡིན་ན། སྐུ་མདུན་གྱི་ཕྱག་དེབ How to See Yourself As You Really Are ལས་བྱོས་ཕྱག་དེབ་དཔེ་གལ་ཆེན་པོ་བྱོས་ར་འདི་ལ་སོ་སོའི་གི་ཡི་དྭགས་འདིས་དཔེ་ཀློག་བྱེད་ཐུབ་ན་བསམ་བློ་བཏང་ཐུབ་ན་དཔེ་གལ་ཆེན་པོ་རེད་ཡག་པོ་ཡོད་ར་ཕན་ཐོགས་པོ་ཡོད་རེད་ཨིན་ཨིན་ཇི་ད་ང་ཚོའི་བོད་སྐད་ཐོག་ད་དཔེ་འོང་པོ་ཡོད་ར་ད་དབུ་མར་ཕྱུག་པ་དང་ད་ག་ནས་ཤིག་གི་མང་པོ་ཞིག་ར་ཡོད་རེད། ད་དེ་ཚོའི་ཐོག་ལ་སོ་སོས་ཀྱི་གང་འདོད་འདོད་ཀྱིས་དེ་བསམ་བློ་རྒྱ་བསྐྱེད་ནས་དེ་ཐོས་པ་དེ་ཞིབ་མོ་ཐོས་ཡིན་ནས་དཔེ་ཕན་ཐོགས་ཆེན་པོ་ཡོད་ར། ད་སྟོང་པ་གཉིས་ཀྱི་བསམ་བློ་ཅན་གྱི་སོ་སོས་ཀྱི་དོགས་པ་འགྲོ་བའི་ས་བོན་སམ་སྟོན་པ་གཉིས་དེ་ག་འདྲས་ཡིན་ན་སྟོང་པ་གཉིས་དེ་རང་བཞིན་གྱི་ག་འདྲས་རང་གི་སྣང་བ་དག་ཏུ་ག་འདྲས་སུ་མ་འགྲོ་དགོས་ན་དེ་ཚོའི་ཐོག་ལ་བསམ་བློ་བཏང་ན་ད་སོ་སོས་ཀྱི་དེ་ག་འདྲས་ཡིན་ན་གཞན་དོན་ཆོས་ཅན་གྱི་བསམ་བློ་ཅི་འདྲ་ཡིན་དང་འདི་ཁོ་རང་དཔེ་ཁ་ལ་བ་ཕན་ཐོགས་ཆེན་པོ་ལེགས་པོ་ཆེན་པོ་ཞིག་ཡོད་རེ་ཞུ་ཡོད་ར། ད་དེ་རིང་གི་བརྗོད་བྱ་གཙོ་བོ་དེ་འདི་ཆགས་ཀྱི་ཡོད་ར། གཞན་པ་ཞི་བྱེད་ཀྱི་གདམས་ངག་དེ་དཔེའི་གནད་འགག་ཆེན་པོ་ཆགས་བསྡད་འདུག་ར་ཨེ་ཉི་འདུག་སེམས་ཤིང་གནང་མཁན་ཚང་མ་ལ་ད་ལྟའི་དུས་ནས་ད་ཕན་རླབས་དང་ཐུགས་འགན་སེལ་བའི་རེ་བ་ཆེན་པོ་བྱེད་ཀྱི་ཡོད། ཡང་ཚང་མ་ལ་སྙིང་ཐག་པ་ནས་ཐུགས་རྗེ་གནང་བཀའ་དྲིན་ཆེ་ཞུ།